སྐད་ཆ་མ་བཤད་ཅིག། ཧའེ་ཟེར་བ་འགྲོ་ཅིག་ཁ་ཤིག་ཅིག་གི། ད་ཁྱོད་མང་པོ་མ་བཤད་ན་ཡག་པོ་འདུག་འདུག་འདུག་ཅིག་གོ་ར། ཟླ་གཅིག་ནས་ཟླ་སྟེར་འགྲོ་ཤག། དེའི་ནང་ནས་མི་གཅིག་གི་བསྟན་འཛིན་ནོར་བུ་ལ་ཡ་ཞིག་འདུག། དངོས་གཏུག་གི་སྒང་ལ་བོད་ཡིག་གི་བྲིས་ཤག་བསྟན་འཛིན་ནོར་བུ་ལ་ཡ་ཞིག་འདུག། ཨ་ནི། དེ་བྱས། ཨ་ནི་ཁོ་རང་གི།

འདི་གི་ཡི་གེ་བྲིས་རྒྱུ་དེ་ཇི་ལྟ། ངོ་སྟབས་གང་ལ་ཁོ་ཡང་བོད་ཡིག་བྲིས་ཤག་བསྟན་འཛིན་ནོར་བུ་བྲིས་ཤག་ད་འདི་ཡུ་ཐུབ་གང་ལ་འདི་བྲིས་ཤག་འདི་ག་རེ་བཤད་དགོས་རེད་འདི་སུ་རེད། ནས་བཙོང་ཆོས་རྒྱུད་ཆེན་པོ་གཤོང་སྟེང་གི་སོང་མ་གཅིག་རེད་འདི་ད་ག་ཕག་སི་མར་ད།

དེ་བཞག་ཡོད། དེ་ཚོ་དག་མི་དེ་སུ་རེད། དེ་རྒྱབ་ལྗོངས། དེ་ཚོ་ཚེ་རྒོད་སྐད་ཆེན་པོ་རེད། ང་ཚོ་བཙན་བྱོལ་སྤྱི་ཚོགས་འདིའི་ནང་ན་དར་མདོ་ཨ་རུ་ཀྲི་ཀ་དང་ནི་འབྱུང་པོ་གི་རིགས། འདི་ཚོ་འོ་ན་འདི་ཚོ་ལ་དོགས་ཟོན་བྱེད་དགོས་འདུག། ང་ལ་བཤད་གི་འདུག་དྲི་བ་དང་གི་འདུག་ཁྱོད་ཨོ་སི་ཀྲ་ལི་ཡ་སོང་ནས་ག་རེ་བྱས་ཡིན་བོད་རང་བཙན་སྒང་ག་རེ་བྱས་ཡིན་ཟེར། ངས་བོད་རང་བཙན་སྒང་ལ་ལས་ཀ་ཆེ་གང་བྱེད་ཀྱི་མ་བྱུང། བྱེད་གི་རེད་མེད་བྱེད་གི་རེད་མ་རེད། ངས་སྐྱབས་མགོན་སྟོན་སྐྱིད་བདག་པོ་གི་གང་གསུང་བ་དེ་རྗེས་སུ་འབྲང་མཁན་ཞིག་ཡིན། ང་ངས་ག་ལ་རང་བཙན་སྦྱར་མེད་ད་རང་བཙན་གང་སྦྱར་མ་བྱས་རང་བཙན་ཁ་ལ་ཁྱེར་ནས་ངས་ལས་ཀ་གཞན་པ་ཞིག་བྱེད་མཁན་དེ་མ་རེད། བོད་སྤྱི་ཚོགས་སྐྲུན་མཁན་དེ་ང་མ་རེད། རྒྱ་ནག་ལ་དགོས་ཡག་ལས་ཀ་བྱེད་མཁན་དེ་ང་མ་རེད།

སྤྱི་ཚོགས་ནང་ནས་དེའི་རིགས་དེ་ཚང་མ་གཟབ་གཟབ་ཅིག་བྱས། རྒྱབ་ལྗོངས་ཅིག་བསྔོག་ཡག་དུ། དེའི་ལོ་རྒྱུས་དང་དེའི་སྔ་མ་ག་བ་དེ་བྱ་ག་རེ་བྱས་བྱ། དེང་སེང་ག་རེ་བྱེད་འདུག། དེ་ཚོ་ཡང་ཧ་གོ་དགོས་ཡག་དེ་དཔེ་དེབ་གལ་ཆེན་པོ་ཞིག་རེད་བྱ། སྐྱབས་མགོན་རིན་པོ་ཆེ་གི་གཙུག་བྱ་རྒྱུ་སྐྱབས་མགོན་རིན་པོ་ཆེ་གི་གནང་བྱ་རྒྱུ་དེ་ནི་ཅིག་སློབ་གྲྭ་ཡིན་ན་སློབ་གྲྭ་དེ་ནང་ནས་ཅིག། ཀ་ལ་ཀ་འཛུམ་ཞིག་སྦྱངས། དགོན་པ་གྲྭ་ཚང་ན་དེ་ན་ནས་ལྟོ་དེ་བསད་སྤྲོ་གོ་དེ་བརྒྱངས། ཨ་ནི་ཡ་ཡོང་གྲི་ཚོགས་ནང་ཡོང་གྲི་ཚོགས་ནང་ནས་ལྟོ་དེ་བསད། ཡག་ན་རེ་ཐུག་ན་རེ། རྒྱ་མགོར་མུ་ཆེ་ཀུན་འཕྲང་འདེགས་ཀྱི་གཙུག་བྱ་རྒྱུ་བཙན་བཤོལ་གཤོང་ཞིག་རེད། དགའ་ལྡན་ཕོ་བྲང་ནས་བརྒྱུད་དེ་ད་ལྟ་བར་དུ་ལོ་ངོ་སུམ་བརྒྱ་དྲུག་ཅུ་ལྷག་ཡོང་རྒྱུ་གཤོང་ཅིག་ཆགས་ཡོད་རེད།

སྐྱབས་ངོར་མི་ཆོས་ལ་བསྟན་པ་ཞིག་པའི་རྟགས་རེད་ཟེར་ཡང་ཚད་མེད་དུ་མི་འགྱུར། དེའི་སྐབས་སུ་མདུན་ལ་ཆོམ་ཡིན། དྲ་ཐོག་ལ་ཐོན་ནས་བཤད་ཡིན། བཤད་ཤེས་ན་རེད་མ་ཤེས་ན་རེད་སོ་སོའི་ཚོར་བ་དེ་སོ་སོའི་བསམ་ཚུལ་དུ་བཤད་པ་ཡིན།

དགེ་འདུན་པ་དེ་ཚོ་ཡོད་ན་རྒྱ་གར་ཤུགས་འགྲོ་གི་འདུག་ཨ། སོ་སོ་གི་དབུའི་ལུགས་དེ་གང་ལ་ལག་པ་དེ་ཀྱོག་ཀྱོག་བྱེད། བན་དག་གི་བསྟན་བཤིག་དེ་རིགས་དེ་ཁྱོད་ཚོ་གི་དབུས་དེ་ལུགས། དེ་ངོར་མི་ཆེ་གདོང་པ་ཁྱོད་ཚོ་ག་འདྲ་བསྟན་གི་ཡོད། ངོ་ཚ་གི་མི་འདུག་ཨེ་གདོང་པ་འདི་ཕག་པ་མིན་པས། སྐྱབས་མགོན་རིན་པོ་ཆེ་གི་ཐིག་རིས་དེ་སྐྱབས་མགོན་རིན་པོ་ཆེ་ཁོ་རང་གི་སྟོན་རྒྱུགས་ཀྱི་དབུ་མའི་ལམ་དེ་ལ་དགག་པ་རྒྱག་མཁན་གཅིག་དང་གཞུང་དེ་གཏོར་མཁན་གཅིག་དེ་ལ་གཡུལ་ལུང་མཁན་གཅིག་དེ་ཚོ་རེད་པས་དེ་མ་རེད་བ། དེ་འདི་ག་ལ་སྐྱ་སེར་གཉིས་ཆ་གི་བསམ་བློ་གཏན་འཁེལ་གཏང་དགོས་བསམ་བློ་གཏང་ཡག་དེ་ལ་བབ་འདོད་རེད་སྐྱབས་མགོན་རིན་པོ་ཆེ་དགུང་ལོ་དགུ་བཅུ་ཕེབས་འདོད་རེད་ད་ལྟ་ལོ་ལོ་འཁོར་མོ་ཡིན་གི་དེ་ང་ཚོ་གི།